དུས་རྒྱུན་འཚོ་བའི་ཁྲོད་དུ་ཤི་ཚེ་ལ་གཅེས་སྤྲས་བྱས་ན་གཟི་བརྗིད་ཡིན་ཤི་ཚེ་ལ་གནོན་ཤུགས་གཏོང་ན་ཞེན་འཁྲི་ཡིན་ཞེས་པ་དང། ཤི་བར་དང་འཕྲད་བསྟེན་ཚད་རིགས་བཅས་ལ་སྣང་ཆོས་དང། སྲོག་གསར་གཏོད་པ་བཅས་བྱེད་དགོས། ཤི་བོའི་འཕྲད་བསྟེན་ལ་དང་དོད་དང་ཤི་བོའི་འགྲུལ་སྐྱོད་ལ་གཅེས་སྤྲས་ཤི་བོའི་འགྲུལ་ལོག་སུད་སྲུང། ཤི་བོའི་སྐུ་གཤེགས་ལ་བརྩི་སྲུང་བཅས་བྱེད་དགོས་ཞེས་པ་སོགས་ཤི་ཚེའི་གཅེས་སྤྲས་སྐོར་གྱི་ལེགས་བཤད་གང་མང་ཞིག་རིག་རྒྱུ་ཡོད། འོ་ན་ང་ཚོའི་བརྒྱུད་ལྡན་འཚོ་བའི་ནང་དུ་ཤི་ཚེ་ལ་གཅེས་སྤྲས་བྱེད་སྟངས་དེ་ཅི་འདྲ་ཡིན་རྒྱུ་རེད་ཟེར་ན། ཐེངས་འདིའི་མཆན་འཕྲིན་སྒྲོན་མེ་ལེ་ཚན་དུ་ཟི་ཁྲོན་ཞིང་ཆེན་བོད་ཡིག་སློབ་གྲྭའི་དགེ་རྒན་ཆེན་མོ་ཆོས་ཉིད་རྡོ་རྗེ་ལགས་ཀྱིས། དུས་རབས་གསར་པའི་གུས་ལུགས་རིག་གནས་ཀྱི་མུ་འབྲེལ་མཆན་འཕྲིན་ལས་ཤི་ཚེའི་གཅེས་སྤྲས་སྐོར་མཆན་འཕྲིན་གནང་རྒྱུ་ཡིན་པའི་སྐུ་ཉིད་ཀྱིས་གསན་གཟིགས་གནང་བར་དགའ་བསུ་ཞུ། ཨོ་གཟུགས་མ་རྣམ་པར་བཀྲ་ཤིས་བདེ་ལེགས། དེ་རིང་འདི་ནས་ང་ཚོས་ད་ང་ཚོས་ནས་སྐྱོད་རྫས་ལ་གཅིག་སྤྲས་བཟོ་རྒྱུ་དང་བདག་པོ་བཟོ་རྒྱུ་དེ་སྐོར་གྱི་ཁ་བརྡ་འགྲིམ་ཡུལ་བཟོས་ན་བསམ་བྱུང། ང་རང་ཚོ་ད་ནས་ཐུན་མོང་ལ་དབང་ནི་གྱི་སྐྱོད་རྫས། ལྷག་པར་དུ་གྲོང་ཁྱེར་ལ་སོགས་པ་ན་ད་དེང་སང་དེ་འདྲའི་གི་སྐྱོ་གི་སྒྲིག་ཆས་མང་པོ་ཟིག་ཡོང་གི་ཡོད་ནི་རེད། དེ་ཚོ་ཚང་མ་ནི་ཅི་རེད་ང་རང་ཚོ་ཚང་མ་ལ་སྟབས་བདེ་ཡོང་བ། ནམ་རྒྱུན་ང་རང་ཚོ་དེ་ཅིག་ཅིག་གྲོང་པ་གི་ནང་ན་ལམ་ལོག་དམར་པོ་དང་རྒྱན་ཁུ་གར་རྒྱུ་ཅི་འདི་ཚོ་ཚང་མ་དེ་ད་ང་ཚོ་དེ་ནས་རླངས་འཁོར་འཚང་ཁ་མི་རྒྱག་ས། དེ་ནས་འགྲོ་ས་དང། འགྲོ་ཆོག་ས་དང་འགྲོ་མི་ཆོག་ས་ག་འདི་ཡིན་པ། ང་ཚོ་དེ་ཚོ་ལ་དེ་ནས་གསར་བུ་ཡོང་རྒྱུ་དེ་འདྲའི་གི་ཕན་ཐོག་ཅིག་རེད་ཨ། དེ་ནས་དེ་མ་ཡིན་པ་གི་ང་ཚོས་བསྐྱུར་རྫས་ཟེར་རྒྱུ་དེ་ནི་བསྐྱུར་དང་ད་དེ་ནས་ཐུན་མོང་གི་ད་དེ་ནས་བཟོས་བཞག་པ་གི་འོག་དེ་ནས་སྐྱོད་ལ་ཕན་ཐོགས་ནི་གི། དེ་ལ་དེ་ནས་རྒྱལ་ཁབ་ཀྱི་ཁྲིམས་དང། འོག་དེ་ནས་ས་གནས་ཀྱི་སྒྲིག་སྲོལ་ལ་སོགས་པའི་ནང་ནས་སྲུང་སྐྱོབ་བཟོ་དགོས་རྒྱུ། འོག་དེ་འདྲའི་གི་ངོ་ཚ་དེ་ཧ་ཅང་གལ་ཆེན་པོ་རེད། ང་ཚོས་ནམ་རྒྱུན་དུ་ནས་སྐྱུར་རྫས་གཟེངས་རྟགས་སྒོས་ཆེ་ས་ག་སྟེང་ནས་ཕྱེ་བཞག་ན་ན་དཔེ་བཞག་ན་དེ་ཅིག་སློབ་ཁང་ལྟ་བུ་ཨོ་དེ་ནས་སློབ་ཁང་ནང་གི་དེ་ནས་ཅོག་ཙེ་དང་ཨོ་དེ་ནས་ཅིག་ཅིག་གཞུང་ཤང་དང་ཨོ་ད་དེ་ནས་དེ་ཚོ་ལྟ་བུ་འདྲ་འདྲ་དེ་མིན་ན་དེ་ནས་ཅིག་ཁང་པའི་སྐད་སྒྲ་དང་དེ་ཚོ་ཚང་མ་ཡང་དེ་ནས་སྐྱུར་རྫས་རེད། དེ་མ་ཡིན་པའི་ང་ཚོས་དེ་ཅིག་བཟོ་གྲྭ་ལྟ་བུ་འདྲ་འདྲ་དེ་སྐྱུར་གཞུང་ལམ་ལྟ་བུ་འདྲ་འདྲ་མེ་འཁོར་ལམ་ལྟ་བུ་འདྲ་འདྲ། དེ་ནས་ཀྱི་གློག་བརྙན་ཁང་ལྟ་བུ་འདྲ་འདྲ་འདི་ཚོ་ཚང་མ་ཡང་དེ་ནས་བསྐྱུར་རྫས་རེད་ད་ང་ཚོ་རྒྱལ་ཁབ་གི་རྒྱུ་རེད་ཐུན་མོང་གི་རྒྱུ་རེད། དེ་མ་ཡིན་པ་ང་ཚོ་དེ་ནས་ང་རང་ཚོ་ཆུང་ས་ནས་བཤད་སོང་ན་ནི་དེ་ནས་ད་ཅིག་གི་ལམ་ཁ་གི་ལོག་རྟོག་ཅིག་ཡིན་ན་ཡང་འདྲ། དེ་མ་ཡིན་པ་ང་རང་ཚོ་ཅིག་ཅིག་གི་ལམ་མདོ་ཟིག་གི་ལམ་སྟག་གི་ཤིང་བུ་ཟིག་ཡིན་ན་འདྲ་དེ་ཚོ་ཚང་མ་དེ་ང་ཚོ་དེ་བསྐྱུར་རྫས་རེད། ང་ཚོས་ལམ་མདོ་གཟིགས་ན་ཤིང་བོན་གཟིགས་ཡོད་པའི་དབང་དུ་བཏང་སོང་ན་དེས་ང་ཚོ་ལ་བརྟེན་གཡས་སོང་ན་གན་དེ་ཡོད་གཡོན་ན་སོང་ན་གན་དེ་ཡོད་ང་ཚོ་ལ་བརྟེན་ནས་བརྡ་གཟིགས་རེད་ཨ། གལ་ཏེ་དེ་ཤིང་བོན་དུ་མེད་སོང་ན་ང་ཚོ་ཚང་མ་དཀའ་མོ་རེད་ཨ། དེ་ལམ་མདོ་དེ་ཐོན་སོང་ན་དེ་གང་འགྲོ་དགོས་ཀྱི་རེད། དེ་ནས་ང་ཚོས་ཀྱི་མི་གཅིག་བཀྲི་ས་མེད་ཡང་ན་ང་ཚོ་ལ་བརྟེན་ནས་དེ་དཀའ་མོ་ཞིག་རེད་ཨ། ད་དེ་ནས་དེ་ན་ཏག་ཏག་བཟོ་ཡོད་ཀྱི་དེ་ནས་གལ་ཏེ་ང་རང་ཚོ་དེ་ལ་ཅིག་འཕྲོག་བརླག་དེ་ལ་ཅིག་ཅིག་གཏོར་བརླག་ལ་སོགས་པ་བཏང་སོང་ན་དེ་ང་རང་ཚོ་ཚང་མ་ལ་དེ་སྐྱོན་ག་རེད། དེ་ནས་དཔེ་བཞག་ན་ཅི་ཁྱོད་རང་ལྟ་བུ་ཟིག་གི་ས་ཆ་དེའི་ལམ་དེ་ཤི་བཞག་རྒྱག་བ་འདི་དང་སོང་ན་མི་མང་པོ་གཅིག་ལ་ཁྱེར་ཡག་གནོད་པ་རེད། མི་མང་པོ་གཅིག་ལ་གནོད་པ་བཟོ་རྒྱུ་དེ་གི་དེ་ནས་ང་རང་ཚོ་གཅིག་ཕ་ཡུལ་ལྟ་བུ་ང་ཚོ་ས་ཆ་དེ་ཚོ་ཚང་མ་ལ་ཡང་དེ་ནས་མི་ཚོ་ཡོང་ན་དེ་ཅི་མ་སྐྱིད་པོ་སྟབས་མ་བདེ་མོ་དེ་ནས་མི་ལ་བག་ཆགས་བཙོག་པ་དེ་འདྲས་རེད། ཡང་ན་ང་རང་ཚོ་གཅིག་སྐྱོབ་སྐྱོབ་ཀྱི་དེ་ནས་སྐྱོར་ཁང་ལྟ་བུ་ཟིག་ཡིན་པའི་དབང་དུ་བཏང་སོང་ན་ད་ང་རང་ཚོ་གཅིག་རྩིག་མ་དང་བལྟས་བཙལ་ཟིག་གཅིག་སྟབས་བདེ་པོ་དང་དེ་འདྲས་ཟིག་ཡོད་སོང་ན་དེ་ནས་ང་ཚོ་ཚང་མ་བལྟས་བཙལ་ཟིག་གཅིག་སྐྱུག་བྲོ་བ་འདྲ་མོ་དང་དེ་ལ་འགྲོ་དགོས་ན་བལྟས་བཙལ་དཀའ་མོ་འདྲ་མོ་དེ་འདྲས་ཡོང་གི་ཡོད་མ་རེད་འདི་ང་ཚོ་ཚང་མ་འགྲོ་དགོས་ས་རེད། དེ་ནི་ང་ཚོ་མ་ཟད་དུ་དམག་གཞན་པ་ཞིག་ཡིན་སོང་ན་ཡང་དེ་ནི་འདི་ལ་འགྲོ་དགོས་ན་ཡང་དེ་ནི། དེ་འདྲས་གི་ང་ཚོ་ལ་དཔེ་བཞིན་ན་འོ་ས་གནས་འདིའི་མི་གི་སྤུས་ཁ་སྡུག་པོ་ཡིན་ཟིག་ཨ་ཨ་སང་གཙང་སྦྲ་བཟོ་མ་ཤེས་ཟིག་ཨ་ཨ་ཨེ་རེད། མི་ཚོ་ངོ་ཚོ་ཐ་ན་དེ་ཅིག་ཅིག་ཀྱང་ངོ་ད་དེ་ཚོ་ཚང་མ་ལ་རི་མོ་འདྲ་འདྲ་མང་འདྲ་སྤྲོད་ཨ་རེད། ཨོ་དེ་ནས་ཅིག་མི་ཚོ་གི་ཨ་ཨ་ཅིག་ད་འདི་འདྲས་གི་མི་བཙོག་པ་ཡོད་ཟིག་ཨ་འདི་འདྲས་གི་མི་ངོ་ཚོ་ཅིག་འགྲོ་ལུགས་མི་ཤེས་པ་ཡོད་ཟིག་ཨ་བསམ་བསམ་འདྲ་འདྲ་དེ་འདྲས་མེད་སོང་ན་ཅི་རེད་དེ་ང་རང་ཚོ་ཚང་མ་གི་དེ་ནི་གཟི་བརྗིད་རེད། འདི་ང་ཚོས་ཁྱེད་ཐུན་མོང་ལ་བསམ་བློ་བཏང་ཤེས་ནི་གི་མི་སྐྱོ་སེམས་ཆེན་པོ་ཡིན་ནི་གི་རྟགས་རེད། འདི་ཡང་ཁྱེད་མི་གི་ཤིང་ཚ་རྫས་རྒྱུ་མཚོ་འཁོར་ནི་དེ་རེད། ཨ་དེ་ནས་བསྐྱུར་རྒྱུ་ཐུན་མོང་གི་བྱ་གླག་འདི་ཚོ་ཚང་མ་ལ་གཏོར་བརླག་བརྒྱབ་སོང་ན་ནི་ཁྱེད་ས་གནས་བཤད་སོང་ན་ནི་རྒྱལ་ཁབ་གི་རྩ་ཁྲིམས་དང་འགལ་ནི་རེད། དེ་མིན་སོང་ན་དེ་ནས་ས་གནས་སོ་སོ་དེ་ཚོ་ལ་དེ་ནས་བདག་པོ་རྒྱག་ནི་གི་ལས་ཁང་དང་མི་སྣ་ཆེ་ལྟ་བཀོད་སྒྲིག་ཡོད་རེད། ནི་ཁོ་ཚོ་མཐོང་སོང་ན་ཡང་དེ་ནི་ང་ཚོ་ལ་དེ་ནི་ཁྱེད་ཕེབས་བྱུང་ན་ཆད་པ་བཅད་རྒྱུ་དང། འདི་ལ་དེ་ནི་ཕེབས་བྱུང་ན་བཀའ་བཀྱོན་རྒྱག་རྒྱུ། འདི་ལ་དེ་ནི་ཁྲིམས་ཀྱི་འགན་ཁུར་བཟོ་དགོས་རྒྱུ། ཁྲིམས་ཀྱི་ཐག་གཅོད་བཟོ་དགོས་རྒྱུ་ནི་དེ་ཡང་དེ་ནི་ཡོང་སྲིད་པ་རེད། དེའི་ཕྱིར་ན་འདི་སོགས་ཚང་མ་ཡང་དེ་ནི་ཡང་ཕྱོགས་གཅིག་ནས་བཤད་སོང་ན་ང་ཚོས་ཁྱེད་བཟོ་ཆོག་ཆོག་ཟིག་མ་རེད་འདི། འདི་ལ་བདག་པོ་ཡོད་ནི་རེད། བདག་པོ་ཡོད་ནི་མ་ཟད་དུ་འདི་སོགས་ཚང་མ་ཡང་དེ་ང་རང་ཚོ་གི། རྒྱལ་ཁབ་གི་བདག་པོ་རེད། མི་ཚང་མ་གི་བདག་པོ་རེད། དཔེ་བཞིན་ན་གལ་ཏེ་ང་རང་ཚོ་གི་དེ་མི་གཞན་པ་ཅིག་གི། རྒྱལ་ཁབ་གི་རྒྱུ་ནོར། ཡང་ན་ཐུན་མོང་གི་རྒྱུ་ནོར། འདི་ལ་གཏོར་བརླག་གཏང་གི་ཡོད་ན། ང་ཚོས་དེ་ལ་ང་ཚོ་བཀག་འགོག་བཟོ་དགོས་ནི་རེད། བཀག་འགོག་བཟོ་རྒྱུ་ང་ཚོ་ལ་དེ་ནི་ཆེ་རེད་དེའི་འོས་འགན་ཡོད་ནི་རེད། གལ་ཏེ་ཁོས་དེ་འདྲའི་གི། ཅིག་གི་ཁ་ལ་མི་བརྩི་བ་དང། ཚབས་ཆེན་པོ་བཟོ་གི་ཡོད་ན། དེ་ཚོ་ཚང་མ་ང་ཚོས་ལྟེ་གནས་ཀྱི་ཐ་ན་གྱི་ཉེན་རྟོག་པ་སུན་ཆ་ལ་ང་ཚོས་དེ་བརྡ་བརྒྱབ་ཆོག་གི་ཡོད་ནི་རེད། ཉེན་རྟོག་པ་ལྟ་བུའི་འདི་ཚོ་གིས་ང་ཚོ་འདི་ལ་ཆེ་རེད། ཐེ་གཏོགས་བཟོ་དགོས་དགོས་ནི་དེ་རེད། ཐེ་གཏོགས་བཟོ་ས་རེད། དེ་ཕྱིར་ན་འདི་ཚོ་ཚང་མ་ང་རང་ཚོས་དེ་ཕྱོགས་གཅིག་ནས་བཤད་ན་ནི་མི་རང་ངོས་ནས་རང་ཤེད་ཀྱི་སྟངས་ནས་ཤིང་ཚབས་མཐོན་པོ་ང་ཚོ་དེ་བསམ་བློ་ཆུ་ཚད་ཀྱི་སྟངས་ནས་དེ་ནས་བསྐྱུར་རྒྱུ་གི་གཅིག་སྤྲོད་བཟོ་རྒྱུ་དེ། བསྐྱུར་རྒྱུ་ལ་གཏོར་བརླག་མ་གཏང་རྒྱུ་དེ་དེ་ནི་མི་སུའི་ནོར་འགོར་རྒྱུ་གཅིག་རེད། དེ་ནས་ང་ཚོ་བོད་ཀྱི་སྲོལ་རྒྱུན་གྱི་ནང་ནས་བཤད་སོང་ན་ཡང་དེ་ནི་ཐུན་མོང་གི་བྱ་གླག་ཅིག་ཅིག་བསྐྱུར་གྱི་དེ་ནི་དངོས་པོ་འདི་ཚོ་ཚང་མ་ལ་བརྩི་སྲུང་དང། དེ་ནས་བདག་པོ་དང་གཅེས་སྤྲས་དགོས་རྒྱུ་དེ་ནི་ད་ཧ་ཅང་གི་བསམ་བློ་ཆེ་དགོས་ནས་ཡ་རབས་འཇོག་གི་ཡོད་ནི་རེད་ང་ཚོས། ང་ཚོས་ནམ་རྒྱུན་དུ་ནས་ཅིག་མི་རྒྱུད་ལ་ཧམ་པ་བཀྲ་ཤིས་ཟེར། རང་རྒྱུད་ལ་སེར་སྣ་བཀྲ་ཤིས་ཟེར། མི་སྡུག་པོ་གང་སོགས་ནས་སྤེལ་རེད་ཨ། ཡ་རེད་ཁྱོད་ཕྱིར་སྐྱོད་སེམས་མེད་པ། ཐུན་མོང་ལ་ང་ཚོ་འདང་རྒྱག་མི་ཤེས་ནི། དེ་ནི་ཐུན་མོང་ལ་འདང་རྒྱག་མི་ཤེས་རྒྱུ་དེ་ཆི་རེད་ཁྱོད་རང་ཚོ་དེ་ལྟར་རྒྱབ་མཐོང་རྒྱ་ཆུང་ཆུང་ཡིན་པ། ཁོག་པ་ཏོག་ཏོག་ཡིན་པ། ཁྱོད་ང་ཚོ་དེ་ཐུན་མོང་གི་ཁེ་ཕན་གི་ང་རང་སྒེར་ལ་ང་ཚོ་དེ་ནི་ཁེ་ཕན་དུ་གོ་ཡོད་རྒྱུ་དེ་ཧ་མ་གོ་བ་དེ་ལྟར་རེད། ཨོ། ང་ཚོས་དེ་ནི་མིའི་ཆོས་ལ་ལག་སྐྱོད་ན་ལྷའི་བགྲོད་པ་ཐག་རིང་མིན། མི་དང་ལྷའི་ཐེམ་སྐས་ལ་འཛེགས་ན་ཐར་བ་ག་ན་ཡོད། ཨོ། བཞེངས་རྟོགས་བསྟན་པ་རྒྱ་མཚོ་དེ་འདྲས་གསུངས་ཡོད་ཨང། ཁྱེད་གཟིགས་ཟེར་དགོས་ནི་ང་ཚོ་དེ་ནི་མི་གི་འགྲོ་ལུགས་དེ་ཡག་པོ་ཞིག་དགོས་ནི་རེད་ཟེར་མི་གི་འགྲོ་ལུགས་ཡག་པོ་ཞིག་ཨོ་དེ་ནི་ཁྱོད་མི་ཡག་པོ་ཟིག་བཟོས་སོང་ན་ནི་ཁྱོད་དེ་ནི་ལྷ་ཡི་འགྲོ་དགོས་ན་ཐག་རིང་པོ་མ་རེད་ཟེར་ཨ་རེད། ད་དེ་ནི་ཁྱོད་ལྷ་ཡི་རང་སོ་དེ་ནི་འགྲོ་རྒྱུ་གི་དེ་ནི་ཆ་རྐྱེན་ཚང་ནི་གི་མི་ཟིག་ཡིན་སོང་ན་ཁྱོད་ཐར་བ་ཐོབ་རྒྱུ། སངས་རྒྱས་སྐུ་མི་ཐོབ་རྒྱུ་ལ་ང་ཚོ་ལ་ཐག་རིང་པོ་མ་རེད་ཟེར། སྤྱིར་བཏང་ང་རང་ཚོས་ཀྱི་ཆོས་སྒྲུབ་བཟོས་ན་མ་བཟོས་ན་དོན་དག་དང་གི་ཆེ་རེད་མི་ཡག་པོ་བཟོ་རྒྱུ་དེ་དེ་རྩ་བ་རེད་ཨང་དང་པོ་རེད།

མི་གི་འགྲོ་ལུགས་ཡག་པོ་ཤེས་རྒྱུ་དང། དེ་ནས་ཁྱེད་ཀྱི། མི་ཆོས་རང་ལུགས་གོང་འཚོག་དེ་བསམ་བློ། ང་ཚོ་ལ་ཁྱེད་ཀྱི་སྐོར་དེ་ནས། ཆོས་ཚབ་མཐོན་པོ་ཡོད་དགོས་རྒྱུ། གྲོང་ཁྱེར་སུ་ཤོད་ཁི་ཏི་མཐུན་མོ་ལ་སྟབས་བདེ་ཡོང་ཆེད་ཀྱི་གཞི་རྩའི་གང་མོ་ཞིག་ཡོད་པ་ལ། ང་ཚས་རང་རུག་སོ་སའི་རྒྱུ་ནོར་ལྟ་བུའི་འདུ་ཤེས་བཟུང་ནས་དཔྱད་གཞུང་ཤོད་དགོས་པ་ལས། རྩ་བ་ནས་གཏོར་ལོག་གཏོང་མི་རུང་སྟེ་དེ་ནི་འཁྲབ་ལུས་ཀྱི་སྲུང་ཤོབ་བྱེད་དགོས་པ་མ་ཟད་ས་གནས་དེའི་མ་མོ་རྣམས་ཀྱི་བསམ་བློའི་སྐུ་གཤེགས་དང་གཞན་གྱི་དགའ་བསུ་མཐོང་མིན་གྱི་འཚོལ་བཤད་ཅུང་ཡང། འོ་ན་ཕྱི་རྫིག་ལ་གཅེས་སྤྲས་བྱས་ན་མི་སྒེར་དང་འབྲེལ་བ་ཅི་འདྲ་ཡོད་རྒྱུ་རེད་ཟེར་ན། དོན་འདྲ་ཟིན་སོང་ན་དེ་ནས་ཁྱེད་ནི་ང་ཚོའི། སྐྱིད་སེམས། གཞན་ཕན། ད་དེ་ཚོ་ནང་ན་ནི་ཆེ་རེད་ང་ཚོ་དེ་ཐུན་མོང་གི་བྱ་གླག་དང་དམག་གཞན་ལ་ཕན་ཐོག་ས་གི་དངོས་པོ་ལྟ་བུ་ཟིག་ང་ཚོ་དེང་སང་གྲོང་ཁྱེར་ལྟ་བུ་ཟིག་གི་ནང་སོང་ན་ང་ཚོས་དེ་ཅིག་གལ་ཏེ་ལམ་སྒྲོན་རྒྱུན་ཁུལ་དང་དམར་པོ་བཀལ་གྱི་མེད་སོང་ན་དེ་ནི་ང་ཚོ་དེ་མོ་དྲ་དེ་གངས་ཨབ་དང་སོང་ན་ང་ཚོ་དེ་ཆོག་ཆོག་ཡིན་པ་ཡིན་ན། དོན་དག་དང་ནི་ད་ནི་ང་ཚོ་ཚང་མ་སྟབས་མ་བདེ་བ་ཡོང་གྱིར་དཔེ་བརྗོད་ན་ང་ཚོ་འཁོར་ཚང་བརྒྱབ་ན་འཁོར་ཚང་བརྒྱབ་བའི་སྐབས་སུ་འདམ་གྱི་ཚང་མས་ངོ་མ་ཅན་གྱི་ཨ་ཡེ་ད་སྐམ་མོ་རེད་ཡང་འཁོར་ཚང་བརྒྱབ་སོང་ས་དེ་ནི་དེ་ནི་བསམ་པ་མི་སྐྱིད་པོ་ཡོང་ལེ་སྐལ་གྱི་དེ་ནི་ད་ལྟ་ང་ཚོའི་དུས་འཁོར་མང་པོ་བྱུང་དེ་འདྲ་ཡོང་གི་རེད་ད་དེ་ཚོ་ཚང་མ་དེ་གང་ནས་ཡོང་རེད་ང་ཚོ་དེ་གཞུང་ལམ་གྱི་འགྲོ་ལུགས་ཡག་པོ་དེ་ནི་ཆགས་མེད་པ། མི་ཚོ་གཞུང་ལམ་གྱི་འགྲོ་ལུགས་སྒྲིག་སྲོལ་དེ་ཚོ་ལ་བརྩི་སྲུང་བཟོ་གི་མེད་པ། དེའི་རྒྱུ་མཚན་གྱིས་རེད། ཐུན་མོང་ཡིན་སོང་ན་དེ་ནས། འགྲོ་ཆོག་དུས་འགྲོ། འགྲོ་ཆོག་སར་འགྲོ། འགྲོ་མི་ཆོག་དུས་མི་འགྲོ། འགྲོ་མི་དགོས་ས། འོ་དེ་ནས། འགྲོ་ས་མིན་ས་ལ་མི་འགྲོ། དེ་ནས་ཁྱོག་པའི་རྒྱུ་ན་ཡར་ར་འགྲོ་ན་དབྱིབས་ཤོག་འགྲོ། མར་ར་འགྲོ་ན་ཡོམ་ཤོག་ཡོང་ན། དེ་ནས་ཚང་མ་དེ་འདྲས་འགྲོ། དེ་ནས་ང་རང་ཚོས་དེ་དཔང་གཟིགས་བསྒྲིགས་ན་དེ་ནས་སྔོན་མ་ཐོན་རྒྱུ་དེ་དང་པོ་འདུག་དེའི་རྗེས་དེ་གཉིས་པ་ཐོན་རྒྱུ་དེ་འདུག་དཔང་ཡག་པོ་བསྒྲིགས་ན་དེ་ནས་ཚང་མ་ལ་སྟབས་བདེ་ཡོང་རོགས། མ་གཏོགས་སུ་དེ་རིང་གཅིག་ང་ཚང་ཁ་གཟིགས་བརྒྱབ་ནས་ངས་གཅིག་བཤད་ན། གནས་སྐབས་ཀྱི་གཅིག་ཁེ་ཕན་ཆུང་ཆུང་ཟིག་ཐོབ་རྒྱུ་དབང་དུ་བཏང་སོང་ན་དོན་དག་བཏང་ནས་ཕྱིར་ཁྱུ་ས་ཆ་དེའི་འགྲོ་ལུགས། མི་གི་གཤིས་ཁ་ལ་དེ་ནས་གཏོར་བརླག་ཆེན་པོ་གཏོང་དགོས་རེད། མི་ཚོ་ཚང་མ་ཨོ་ད་དེ་རེད། དེ་ནས་དཔེ་བཞག་ན། ཁོའི་དཔང་ཡག་པོ་བསྒྲིགས་མ་སོང་ཨ། ཁོ་སྔོན་མ་ཐོབ་སོང་ཨ། ལྷག་པར་དུ་ང་ཚོ་གཅིག་རྒན་རབས་པ་ཟིག་གིས་གཞོན་རབས་པ་ཟིག་ལ་དེ་འདྲའི་གི་མིག་དཔེ་ཟིག་བསྟན་སོང་ན། དེ་ནས་ང་ཚོས་ཚང་མས་དཔེ་བཞག་ན་གཅིག་ཐུན་མོང་གི་དེ་སྐྱོང་ཁ་དེ་མྱོང་དགོས་ག། དེ་ནས་ང་ཚོའི་འཁོར་ཡུག་དེ་ན་དེ་འདྲའི་གི་གཅིག་སྒྲིག་ལམ་མེད་པ། ཨོ་སྔོན་མ་ཅན་གི་གཅིག་གཅིག་ཕྱི་དེ་སྒོ་ན་འགྲོ་ལུགས་མི་ཤེས་པ། ཨོ་གཅིག་གཅིག་གི་གཏོར་བརླག་གཏོང་མཁན་གི་མི་ཏག་ཏག་ཡིན་སོང་ན། ང་ཚོ་སུ་ལ་ཡང་སྐྱིད་པོ་ཡོང་རྒྱུ་མ་རེད། ཨོ་ད་དེ་འདྲ་ཡིན་ནི་ང་ཚོས་དེ་ནས་གཅིག་གི། ལམ་ཁ་ནས་ང་ཚོས་ཅིག་འགྲོ་འདུག་རྫུས་ཀྱི་སྐབས་སུ་ཡིན་སོང་ན་མི་ལ་བརྩི་བཀུར་བཟོ་རྒྱུ་དང། སྟབས་བདེ་པོ་ཡོང་རྒྱུ་དང། ང་རང་ཚོ་ལ་སྟབས་བདེ་པོ་དང་དེ་འདྲ་ཡོང་བའི་ཆེད་དུ་ཆེ་རེད་ནམ་རྒྱུན་ང་ཚོ་འགྲོ་ས་ཅིག་ཡོད་རེད་དཔེ་བཞིན་ན་ཅིག་རླངས་འཁོར་འདྲ་གཟིགས་སྟངས་ན་ཁྱོད་ཡར་ར་འགྲོ་ས་ཡར་ར་འགྲོ་ས་ལམ་ཡོད་ནི་རེད་མར་ར་ཡོང་ས་མར་ར་ཡོང་ས་ལམ་ཡོད་ནི་རེད། ང་ཚོ་སྐོམ་པ་རྒྱབ་འགྲོ་ན་དེ་རེད་དཔེ་བཞིན་ན་ང་ཚོ་གཞུང་ལམ་ཟིག་ཡིན་སོང་ན་དེ་ནས་ང་ཚོས་ཐིག་ཁྲ་ལྟ་བུ་རེད་ང་ཚོས་འགྲོ་ཆོག་ས་དེ་ནས་མི་འགྲོ་ས་དང་རླངས་འཁོར་འགྲོ་ས། དེ་ནས་ལྕགས་རྟ་འགྲོ་ས་ལ་སོགས་པ་ཁྱད་པར་ཡོད་འདྲ། དེ་ཚོ་ཚང་མ་དེ་ང་ཚོ་དེ་གྲོང་ཁྱེར་གྱི་མི་སྐྱོད། ས་ཆ་དེའི་མི་སྐྱོད་ལ་སྟབས་བདེ་པོ་ཡོང་བའི་ཆེད་དུ། ང་ཚོ་ཚང་མ་དེ་དེ་ནས་ཆེད་དུ་དགོས་ན་དེ་གཅིག་སྟབས་བདེ་མོ་དང། གཅིག་ཁོར་ཡུག་ཡག་པོ་ཟིག་དང། གཅིག་དེའི་བར་ནས་གཅིག་ཕོ་ཤས་ཁོར་རྒྱག་རིགས་དགོས་ཡོད་ངོ་མ་ང་དེ་སྤོབས་ཨབ་བཟང་ཁྱོ་ངོ་ཚོ་དེ་པེ་ཇོ་ན་གཅིག་ཕོ་ཤས་ཨེ་ཆེ་ད་ས་ད་འདྲེ་གི་ངོ་ཚོ་དེ་མ་ཡིན་པ་གི་རེད་དེ་བས་གཅིག་མོ་ངོ་ཚོ་གཅིག་ཉམ་ཆུང་ཡིན་ན་འོ་མོ་ངོ་ཚོ་དེ་ནས་གཅིག་གཅིག་གཅིག་ཐག་རིང་པོ་མགྲོན་པོ་ལ་སོགས་པ་ཡིན་ན་སུ་ཡིན་སོང་ན་ངོ་ཚོ་དེ་དེ་ཐོན་སོང་ན་དེ་དེའི་སྒྲིག་ལམ་ལྟར་དུ་དེའི་འགྲོ་ལུགས་ལྟར་དུ་སོང་ན་དེ་ཚང་མ་གི་འོ་དེ་ནས་གཅིག་ཤ་ར་ར་ཡི་ཆོག་རྒྱུ།

དེ་ང་རང་ཚོ་གི་དེ་ནས་ཅིག་གི། རང་རང་སོ་སོ་གི་སྒྲིག་ལམ་དང་འགྲོ་ལུགས་དེ་ཚོ་ཚང་མ་ཡག་པོ་ཟིག་མ་སོང་ཡག་པོ་ཟིག་མ་བྱས་སོང་ན་ནི། དེ་ནས་ང་ཚོའི་ཉེ་འཁོར་གི་མི་གཞན་པ་ཚང་མ་དེ་ནས་སོང་རྒྱུ་མ་རེད། ཁྱོད་བསམ་ན་དེ་ཁྱོད་ཅིག་གི། རང་འདོད་ཅིག་བཟོས་ནས། ཁྱོད་དེ་ནས་འགྲོ་ལུགས་མ་སོང་ནས་ཁེ་ཕན་ཆུང་ཆུང་ཟིག་ཨེ་ཐོབ་ལྟ་ན། སྡེ་པ་ཚང་མ་གི་དེ་བསམ་གྱི་རེད། དེ་ནས་ཐ་ན་ང་རང་ཚོའི་དེ་ཅིག་རང་གི་བུ་རྒྱུད་སུན་ཆ་ཡང། དེ་འདྲའི་གི། མིག་དཔེ་སྡུག་པོ་ལྟ་ནས། རྗེས་མ་དེ་འདྲའི་གི་འགྲོ་ལུགས་མི་ཤེས་མི་རེ་འགྲོ་གྱི་རེད། ང་ཚོས་དེ་མ་ཡིན་པ་གི་གཅིག་འཁོར་ཡུག་དང། དེ་འཁོར་ཡུག་དེ་ལྟ་བུ་ལ་གནས་ནི་གཅིག་རི་སྐྱེས་སྲོག་ཆགས་ལ་སོགས་པ་འདི་ཚོ་ཚང་མ་ཡང་ཆེ་རེད་ང་རང་ཚོ་དེ་ནས་གཅིག་ཐུན་མོང་གི་བདག་པོ་རྒྱག་རྒྱུ་བྱ་ལག་ཟེར་དགོས་ན་འདྲ། ཡང་ན་ང་ཚོ་ཐུན་མོང་གི་ཁེ་ཕན་དང་འབྲེལ་བ་ཡོད་ནི་གི་དེ་ནས་ང་ཚོས་སྲུང་སྐྱོབ་དགོས་རྒྱུ་གཅིག་རེད། དེ་ཚོ་ལྟ་བུའི་འདྲ་མཚན་སོགས་ནང་ང་ཚོས་དེ་རྒྱལ་ཁབ་ཀྱི་ཁྲིམས་གུ་ཡང་ང་ཚོ་དེ་དེང་སང་གཏན་འབེབས་བཟོས་པ་དང། འདི་ལ་ང་ཚོས་ཆེད་དུ་དགོས་ན་དེ་གཅིག་རིམ་པ་ཁག་གི་དོ་དམ་དང་བདག་སྐྱོང་ཡང་བཟོ་དགོས་རེད་ད། དེ་ནི་ང་རང་ཚོ་མི་སྒེར་ངོས་ནས་བཤད་སོང་ན་ཡང་འདི་ཆེ་རེད་ཡང་མི་གི་ཤིང་ཚ་ཙིག། མི་དེ་ལ་ང་ཚོ་དེ་གཅིག་ལྷག་བསམ་ཡོད་མེད་ཙིག། ལྷག་བསམ་ཟེར་ན་ཆེ་རེད་ང་ཚོས་དེ་ནི་ཐུན་མོང་གི་བསམ་བློ། གཞན་ཕན་གྱི་བསམ་བློ་དེ་རེད།

མཐའ་འབྲས་འདྲ་མོ་ཡང་ང་རང་ཚོ་མྱང་དགོས་ནི་རེད། དེ་རྗེས་མ་ང་ཚོ་མཐའ་ཁ་ན་ཤིང་མེད་ཕྱོགས་གཙང་མ་མེད་རི་སྐྱེས་སྲོག་ཆགས་མེད། རེད་ད། དེ་འདྲས་རེད་སོང་དུས་དེ་ནས་ཆི་རེད་ང་མི་གཅིག་གི་དོན་དག་མ་རེད་ཨ། དེ་བཞིན་ང་མི་གཅིག་གི་དེའི་སྒྲིག་ལམ་དེ་སྣོག་གི་ཡོད་སོང་ན། དེ་ནས་མི་གཉིས་ཀྱི་སྣོག་ན་མི་ཆོག་དོན་ཅི་ཡོད། མི་ཚང་མ་སྣོག་ན་མི་ཆོག་དོན་ཅི་ཡོད། དེའི་ཕྱིར་ན་ཆེ་རེད་ང་ཚོ་དེ་མི་གཅིག་གི་ཡིན་ན་ཡང་དེ་སྒྲིག་ལམ་ངེས་པར་དུ་སྲུང་དགོས་ནི་རེད་མི་གཅིག་གི་སྒྲིག་ལམ་སྲུང་རྒྱུ་དེ་ཆེ་རེད་མི་ཚང་མ་གི་ང་ཚོ་དེ་ནས་མི་རེ་རེ་རེ་རེ་གི་སྲུང་གི་ཡོད་དེ་རེད། དེ་མི་རེ་རེ་རེ་རེ་གི་ང་ཚོ་དེ་རང་ཐག་གི་སྒྲིག་ལམ་དང་ཁྲིམས་དང་འདི་ཚོ་ཚང་མ་དེ་བརྩི་སྲུང་བཟོ་རྒྱུ་དེ་ང་ཚོ་ཐུན་མོང་གི་དངོས་གནས་བཤད་སོང་ན་ད་དེ་ནས་སྲོལ་རྒྱུན་ཡག་པོ་ཆགས་སོང་བ་རེད། གལ་ཏེ་དེ་ལྟ་བུའི་གི་ང་ཚོ་དེ་ཐུན་མོང་གི་འདུ་ཤེས་མེད། ཨོ་ཐུན་མོང་གི་དེ་ཁྲིམས་དང་སྒྲིག་ལམ་མ་སྲུང་ན་ནི། དེ་ནི་ཆེ་ས་ནས་ཆེ་རེད་ཁྱོད་རང་ལ་རྒྱལ་ཁབ་གི་ཁྲིམས་དང། ཨོ་རིམ་པ་ཁག་གི་ང་ཚོ་དེ་ད་ཅིག་ཨོ་ལས་ཁང་དེ་ཚོ་ཚང་མ་དེ་ཁྱོད་རྩད་གཅོད་བཏང་ཡོང་གི་རེད། ཁྱོད་རང་མི་སྒེར་ཁྱོད་རང་མི་སྒེར་གི་ངོས་ནས་བཤད་སོང་ན་ཡང་དེ་ཁྱོད་རང་ལ་ཅི་དེ་གོ་དེ་མི་གི་ལྟ་སྟངས་དང། མི་གི་ང་ཚོ་དེ་ཅིག་ཁྱོད་ལ་ང་ཚོ་དེ་ཅིག་འཛིན་སྟངས་ཡག་པོ་ཡོད་ཀྱི་མ་རེད། ཁྱོད་ནི་ཆི་ཁི་རེད་འགྲོ་གི་རེད། ཁྱོད་ནང་ཚོགས་ཀྱི་མི་ཚོགས་ཀྱི་ཁྲིམས་མི་ཟིག་གི། ཆི་ལེ་དགོ་ན་ཅིག་མི་གཅིག་གི་ལྡོག་ཕྱོགས་གོ་མི་ལྟ་བ་ཅིག། ཐ་ན་ཨེ་འདི་ལྟ་བུ་བཟོ་མ་ཡོང་ཨ་ཟེར་རྒྱུ་གི་དཔེ་སྡུག་པོ་ལྟ་བུ་ཅིག་རེད་ཨ། མི་འདི་འདྲའི་སྡུག་པོ་བཟོ་མ་ཡོང་ཨ་ཟེར་ས་གི་རེད། ཁྱོད་དང་ངོ་ཚོ་དེ་ལྡོག་ཕྱོགས་འོག་པའི་མི་ང་འདག་པའི་ལྟ་བུ་དེ་འདྲ་ཟིག་ཡོང་སྲིད་པ་རེད།
ཤེས་དཔལ་རྒྱལ་མཚན་སྲུང་སྐྱོབ་ཀྱི་ཐད་ནས་རང་རྒྱལ་གྱི་རྩ་འཕྲུལ་དོན་ཚན་བཅུ་གཉིས་པའི་ནང་ཤིང་འཚོ་རི་ལུད་ཀྱི་ཐུན་མོང་རྒྱུ་རྫས་ནི་གནོད་འཚེ་གཏོང་མི་རུང་བའི་རྩ་ཆེན་ཡིན་པ་གཏན་འབེབས་བྱས་པ་དང། རྩ་འཕྲོ་དོན་ཚན་ལྔ་སྟེ་ང་གསུམ་པའི་ནང། གཞུང་རྒྱ་ཤེས་མང་གྱིས་ངེས་པར་དུ་མཐུན་མོང་སྒྱུ་རྩལ་ལ་གཅེས་སྤྲས་བྱེད་དགོས་ཞེས་གཏན་འབེབས་བྱས་ཡོད། འོ་ན་ཕྱི་རྫས་ལ་གཅེས་སྤྲས་བྱེད་པ་ལ་བསམ་བློའི་འདུ་ཤེས་ཅི་འདྲ་ཞིག་འབྱུང་དགོས་ཀྱི་རེད་ཟེར་ན།
ལྷག་པར་དུ་ང་རང་ཚོ་ནི་སྲོལ་རྒྱུན་གྱི་སློབ་གསོ་གནང་ན་ད་ལྟ་ནས་ཅིག་མཐུན་མོང་ལ་གཅེས་སྤྲས་དགོས་རྒྱུ་དང་གཞན་ལ་ཕན་ཐོགས་དགོས་རྒྱུ་དང། ང་རང་ཚོ་གི་ད་ནས་ཅིག། ཆེ་ས་ནས་ད་ཅིག་མི་དང་མི་གི་བར་ལ་ཡང་གནོད་པ་ད་ཅིག་གཞན་ལ་དེ་ཁོང་ཁྲོ་སློང་གི་ལ་སོགས་པ་བཟོས་སོང་ན་དེ་ཡང་ཁྱི་རེད་སྡིག་པ་ཟེར་རེད། ཆུང་ས་ནས་ནི་ང་རང་ཚོས་ཁྱི་རེད་ཅིག་རི་དྭགས་སྲོག་ཆགས་གཅན་གཟན་ལ་སོགས་པ་མ་བཟོས་ད་ང་ཚོས་དེ་ཅིག་གྲོག་མ་ཡན་ཆད་ཀྱང་ཚོ་དེ་དཔེ་བཞིན་འབུ་ཟུག་ལ་ཡང་ང་ཚོས་བཤམས་སྙིང་རྗེ་ད་འདས་ཚོ་གི་དེ་ཚེ་སྲོག་ལ་ཡང་དེ་བརྩི་འཇོག་དགོས་ཀྱི་ཅིག། དེ་ང་རང་ཚོ་སྲོལ་རྒྱུན་གྱི་རིག་གནས་རེད་པ། རང་གི་ལུས་ལ་དཔེ་བླངས་ནས་གཞན་ལ་གནོད་པ་མ་བྱེད་ཅིག་ཟེར། འདི་ཚོ་ཚང་མ་དེ་ཁྱེད་རེད། ང་རང་ཚོ་དང་འདྲ་མོ་རེད། རང་ལ་ཤ་ཚ་བ་དང། རང་ལ་ང་ཚོ་བསྟན་ཅེས་གཅིག་སྤྲོས་བཟོ་ནི་མི་ཏག་ཏག་རེད། དེ་ནི་ང་རང་ཚོ་རང་གིས་རང་ལ་ང་ཚོ་བསྟན་ཤ་ཚ་གཅིག་སྤྲོས་བཟོ་དགོས་རྒྱུ་དེ། དེ་ནི་མི་གཞན་པ་ཚང་མ་ཨ་ན་མ་ན་རེད་ལ་དེ་མ་ཡིན་པ་དེ་ནི་སྲོག་ཆགས། དེ་ནི་སྲིན་འབུ་ཟིག་ཡ་མཆིས་ཀྱང།

དེ་མ་ཟད་ད་སྔར་འཚོ་རྟེན་གྱི་སྐྱོ་གུ་སྒྲིག་སྲོལ་དང་རྒྱལ་ཁབ་ཀྱི་ཁྲིམས་སྲིང་ཆ་ད་སྔར་འཚོ་རྟེན་ནས་ཕན་ཐོགས་ཡོད་ནི་དེ་ལྟར་མཐུན་ནི་ཟིག་རེད་ཨ། གལ་ཏེ་ང་རང་འཚོ་རྟེན་འདི་འདྲའི་བརྩི་སྲུང་མ་བཟོས་ན་ང་རང་འཚོ་བྱེད་ཕན་ཐོགས་ཡོད་ནི་ཨེ་རེད། གལ་ཏེ་འདི་འདྲའི་མ་བཟོས་སོང་ན་ང་རང་ཚོས་དེ་བཟོས་ནས་ཁེ་ཁ་ཆི་ཟིག་ཐོབ་དགོས། ང་ཚོ་བོད་ལ་དཔེ་ཟིག་ཡོད་ཨ། རང་བྱས་ན་རང་འཐུང་ཟེར་རང་བཞོག་ན་རང་འཕྲད་ཟེར།

ད་ལྟ་ང་རང་ཚོའི་ཐད་ཀྱི་ཁོར་ཡུག་སྲུང་སྐྱོབ་མཛད་ནས་འདྲ་འདྲ། གཅིག་གི་གྲོང་ཁྱེར་དང། ང་ཚོའི་གྲོང་རྡལ། དེ་འབྲེལ་གྱི་ང་རང་ཚོ་ནས་ཅིག་ཅིག་ང་ཚོའི་ཁོར་ཡུག་གི་གཙང་སྦྲ་མཛད་ཀྱི་ན་དེ་སོགས་ཤིག་རེད། དེ་མ་ཡིན་པ་ང་ཚོ་ཁྱེད་རེ་ད་རུང་གིས་སོ་སོ་གོ་དེ་ནས་གཙང་སྦྲ་ཡང། དེ་ནས། ང་ཚོས། སྐད་ཆེན་པོ་རེ་ཨ། ང་རང་ཚོ་དེ་ནས་རང་གི་ལུས་པོ་ག་གཙང་སྦྲ་ལྟ་བུ་ཟིག་ཡིན་སོང་ན། གཙང་སྦྲ་འདེགས་ནི་ཆེ། གཅིག་ནི་ང་རང་ཚོ་དེ་བཟོད་ཁམས་བདེ་ཐང་ཡོང་བ་དེ་རེད། གཉིས་ཀའི་རྟགས་ནི་ནི་ཆེ་རེད་ང་རང་ཚོ་དེ་ནས་མི་གི་ལུས་པོ་དགོང་ཚོ་དེ་འཛིན་ཆ་རེད་དོ་ད། གསུམ་གི་རྟགས་ནི་འདྲ་ཟིན་སོང་ན་ནི་ང་རང་ཚོ་དེ་ནས་གུར་རྒྱན་ལ་སོགས་པ་དགོང་ཚོ་དེ་རིན་ཐང་དེ་ཡར་སྐྱེད་རྒྱུ་དེ་རེད། བཞི་གི་རྟགས་ནི་བཤད་སོང་ན་དེ་ནས་ང་ཚོ་འཁོར་ཡུག་ལ་སྤྲོ་སྣང་སྟེར་རྒྱུ་དེ་རེད། ད་ལྷག་པར་དུ་ང་རང་ཚོ་དེ་ལུས་གི་གཙང་སྦྲ་གི་རྟགས་ནི་བཤད་སོང་ན་ང་ཚོའི་དྭངས་སང་འདྲ་ཟིན་སོང་ན་གཙང་སྦྲ་འདི་ནི་ཕལ་ཆེར་མི་གཅིག་ཚད་ལྡན་ཡིན་མིན། མི་དེ་སྐྱིད་ཚོགས་གོ། ད་དེ་ནས། རིམ་པ་གི་སྟེང་ནས་ང་ཚོ་བལྟས་བལྟས་ཟིག་ཡ་ར། ཨོ། ང་ཚོས་ཅིག་ཆི་མོ་ཟིག་ཨ། ད་ཁྱོད་བསམ་བློ་ཆུ་ཚད་ཡིན་ན་ཆོག་གོ་ཅིག་འཚོ་བའི་ཆ་རྐྱེན་ཡིན་ན་ཆོག་གོ། སློབ་གསོ་གོ་ང་ཚོ་བལྟས། ད་ཁྱོད་འཐད་པའི་ཚད་ཡིན་ན་ཆོག་གོ། དོན་དག་སྟེང་གི་མི་དེ་ཚད་ཆི་མོ་ཟིག་ཨ་སླེབས་ཐུབ་དགོས་བ་གོ། གཙང་སྦྲ་ཨ་བཟོ་མི་བཟོ། གཙང་སྦྲ་བཟོ་རྒྱུ་ང་ཚོ་བལྟས། ད་ཚད་ཆི་མོ་ཟིག་ཡིན།

ད་དེ་ག་ནང་བཞིན་རེད་ང་རང་ཚོ་དེ་ནས་བཀོད་རྒྱ་འཛིན་སོང་ན་ཁྱོད་ཇི་འདྲའི་གི་བཀོད་རིན་ཐང་ཆེན་པོ་ཇི་འདྲའི་གི་ངོ་མ་ཅན་གི་ཅི་རིན་པོ་ཆེ་ཏག་ཏག་ཡིན་སོང་ན་ཁྱོད་ཕ་ར་གྲུ་མ་ཕ་ལ་ལ་དག་ངོ་མ་ཅན་གི་དེ་ལ་ཆི་ཟིག་གོ་དེ་ནས་ཅིག་ཅིག་གཙིགས་མ་མེད་པ་ཅིག་གནག་སྣུམ་གོ་དེ་ནས་འགུལ་ཡོད་པ་ལྟ་བུ་ཅིག་ཡིན་སོང་ན་དེའི་ཕར་ཆེ་རིན་ཐང་དེ་ཅིག་མངོན་མི་ཐུབ་པ་ལྟ་བུ་ཅིག་ཁྱོད་དེ་འདྲའི་གི་རིན་ཐང་ཆེན་པོ་ཟིག་མིན་སོང་ན་གོམ་པ་དེ་ཕ་ར་གཙིགས་མ་དང་སྤབས་ཆུ་དང་སྟབས་བདེ་མོ་ཟིག་ཡིན་སོང་ན་དེ་ནས་ད་རུང་ཕ་ར་དེ་ན་སྙིགས་ལམ་དུ་ཧ་ཅང་ཡག་པོ་ཅིག། ཐ་ན་ང་ཚོས་ཀྱི་མི་ཞིག་ལ་ཐུག་འཕྲད་བཟོ་བའི་སྐབས་སུ་འདྲ་ཞིང་བཟུང་ན་ཡང་ད་ནས་ཁྱོད་ཀྱིས་ཀྱི་དྲི་མ་ཕ་ལ་ལ་གཟིགས་ད་འོ་ད་ནས་ཁྱོད་ཀྱིས་ཁྱི་དེ་དགོད་ཀྱི་ནག་ནོམ་ངོ་མ་ཅན་གྱི་ཀྱི་སྐྱེར་མོ་ལོམ་ས་ལྟ་བུ་འདྲ་ཟིག་རེད་ཡོད་ན་ད་ནས་མི་དེས་ཁྱོད་ཧ་ལམ་བཤད་ན་མི་གྲ་བ་ད་ནས་མི་རྩིས་ཀྱི་འདྲ་ཟིག་གཞན་གྱི་ཁྱོད་ཁྱི་རེ་བཙོག་ལྟ་ས་འདྲ་ཟིག་རེད་འགྲོ་ཀྱི་རེད། ཐ་ན་ཁྱོད་དེ་འདྲའི་གི་དཀོན་པ་གཅིག་གི། ང་ཚོའི་གཙང་སྦྲ་མེད་པ་ཅིག་ཡིན་སོང་ན། དཀོན་པ་དེའང་དེ་ནས་གཅིག་གཞན་གི་ཁྱིམ་ནང་དང། གཅིག་འཁོར་ཡུག་གི་མི་ཚོ་ཡང་དེ་ནས་ཧ་ལམ་བྱས་ན་དེའི་དཀོན་པ་ལ་གཅིག་ཐུག་མ་འདོད་པ་ཟེར། དཀོན་ད་ག་ལ་འདོད་རེད་ཨང་ང་ཚོས། དེའི་དཀོན་པ་དེ་ཚོ་ཚང་མ་དེ་གཅིག་གཅིག་རྩ་ཆེན་པོ་ཟིག་དང་གཅིག་གསར་པ་ཟིག་ཡིན་སོང་ན་ཡང་ད་ཧ་ལམ་བཤད་ན་གཅིག་ཁྱོས་བདག་པོ་མ་བརྒྱབ་ན་ངས་བདག་པོ་མི་བརྒྱབ་མར་འཕེན་གཏོང་གི་ལྟ་བུ་ཞིག། དེ་འདྲའི་རེ་འགྲོ་གྱི་རེད། དེ་ཤོད་ན་ང་ཚོ་དེ་གཙང་སྦྲ་དེ་ཧ་ཅིང་གལ་ཆེན་པོ་རེད། ང་རང་ཚོ་དེ་སྔོན་མ་འདྲ་འཛིན་སོང་ན་ང་ཚོ་འཁོར་རིགས་དེའང་དེ་ནས་གཙང་མ་རེད། ཀྱི་ཤོད་གི་འབག་བཙོག་ད་དེ་འདྲ་ཡོད་མ་རེད། དེའི་སྐབས་སུ་ང་ཚོས་གཙང་སྦྲ་དེ་འདྲས་མ་བཟོས་ན་ཡང། དེ་ནས་ཡང། སྐབས་དུས་དུས་ཀྱི་ང་ཚོའི་ཀྱི་ལོ་རྒྱུས་ཀྱི་ཆ་རྐྱེན་འདྲ་མང་པོ་བརྟགས་ནས་བཤད་སོང་ན། གནད་འགག་ཆེན་པོ་མ་རེད། རེད་ད་ཁ་ཚང་དེ་རང་དེ་ནས་དེ་དག་མི་འདྲ་གི། གཅིག་ནི་ང་ཚོ་ཁོར་ཡུག་ཡིན་ན་དེ་ནས་དེང་སང་ད་དེ་ནས་འཛམ་བག་ལང་ཚང་མ་དེ་རང་དེ་ནས་ད་འགྱུར་ལྡོག་ཆེན་པོ་རེད་པ་ཁོར་ཡུག་དེ་ཚོ་ཚང་མ་དེ་ནས་ད་ཕལ་ཆེར་ང་ཚོས་གཙང་སྦྲ་མ་བཟོས་ན་ནད་ལ་སོགས་པ་མང་པོ་རག་རྒྱུ་ཉེན་ཁ་རེད་ཨ། དེ་མ་ཟད་དེ་ནས་ང་ཚོ་འདྲ་ཡི་སོགས་དེ་ནས་ཅིག་ང་རང་ཚོ་ས་ཆ་ལྟ་བུ་གི་ས་ཆ་དྲི་མི་ཟ་ཡར་གྲང་ས་དང་མཁར་ལོག་གཙང་ས་གདུག་འདུག་གི་མ་རེད་ཨ། ང་ཚོ་དེ་ནས་ཅིག་ཅིག་སྟོད་རྒྱ་གར་སྨད་རྒྱ་ནག་ཀ་ན་ཡིན་ན་འགྲོ་དགོས་ཀྱི་འདུག་ཨ།

དུ་རང་གི་དང་པོ་ནས་ང་སོགས་དེ་ད་ཅག་གཟུགས་ལ་གྲུབ་ཡོད་པ་ཟེར་རེད་པ་རེད་ད་གཙང་སྦྲ་བཟོ་གི་དེ་ཁྱོད་རང་སོགས་དེ་རང་ང་གོམས་འདྲིས་ཡག་པོ་ཆགས་ཆོག་ག་ཁྱོད་རང་སོགས་དེ་ནས་ཅིག་དཀའ་ལས་འབད་བརྩོན་བཟོས་ཆོག་ག་འདི་ལ་ང་རང་སོགས་དཔེ་བརྗོད་ན་ཅིག་ཅིག་གཟུགས་རང་མཐོང་ཤ་རྒྱགས་ཞན་ངོ་དཀར་ནག་ཡང་ན་ཁྱོད་གོམས་པ་ལ་འདྲ་ཟེར་སོགས་གོམས་པ་དེ་ཚོ་ཚང་མ་དེ་ཅིག་ཅིག་དཀའ་ཞིག་ངོ་སོགས་ཅིག་དཔེ་བརྗོད་ན་ཅིག་ལྟོ་ཐུང་ཡིན་པ་ཅིག་ཅིག་ངོ་སོགས་དེ་ཅིག་གཙང་མར་དགོད་རྒྱུ་ཟིག་ད་གཏོར་མ་ཡིན་པ་དེ་ནས་གཙང་མ་མར་དགོད་རྒྱུ་ལྟ་བུ་དེ་འདྲས་མ་རེད་པ།

གཟིགས་མོ་བ་རྣམས་པར་བཀྲ་ཤིས་བདེ་ལེགས། འོ་ད་ལས་མཚམས་འདིའི་ནང་དུ། ང་ཚོས་མི་གཞན་གྱི་དགའ་བསུ་ཐོབ་ནུས་པ་མི་གཟིགས། ལྷག་པར་དུ་ང་ཚོའི་དེ་དེང་རབས་ཀྱི་སྤྱི་ཚོགས་འདིའི་སྟེང་དུ། ང་ཚོས་དེ་ནས་མི་གཞན་དང་དེ་ནས།